ཨོ། ཨོ་དེ་འདྲ་ཞིག་རེད་ད་དེ་རིང་ང་ཚོ་དེ། ད་སྔ་མ་མང་ཆེ་བ་འདི་ཁ་སོང་འགྲོ་ས་རེད་ད། མྱོང་བ་ཤེས་ཤིག་དངོས་དེ་ལ། མྱོང་བ་མཚན་ཉིད་བཞི་ལྡན་དུ་ཤར་ཚུལ་ཟབ་མོ། རྟོགས་པ་བརྒྱད་ལྡན་དུ་ཐོབ་ཚུལ།

ཤཱ་རིའི་བུ་དེ་ལྟ་བས་ན་བྱང་ཆུབ་སེམས་དཔའ་དང་ཐོགས་པ་མེད་པའི་ཕྱིར་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ། གཏན་གྱི་གནས་ཏེ་སེམས་ལ་སྒྲིབ་པ་མེད་པར་སྐྲག་པ་མེད་དེ། ཕྱིན་ཅི་ལོག་ནས་ཤིན་ཏུ་མྱ་ངན་འདས་པའི་མཐར་ཕྱིན་ཏོ། ད་འདི་ལས་བསླབས་ན། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ལམ་དེ་ལ་རེ་བ། ཚུལ་བཞིན་དུ་ཐོས་བསམ་སྒོམ་གསུམ་བསླབ་པ་ཡིན་ན།

འདིའི་མདོ་དེ་མདོ་རང་རྐང་ལྟར་དུ་སྐྲ་མཁན་གཅིག་དང་སྔགས་ལ་ཡང་བཞག་ནས་ཀྱི་སྐྲ་མཁན་གཅིག་གཉིས་ཡོད་དགོས་ས་རེད་མདོ་སྔགས་གཉིས་ཀྱི་ནང་ད་ལྟ་སྔགས་ཀྱི་ནང་ལ་ཡང་ང་ཚོའི་དེ་ཡོད་རེད་བརྗིད་ནང་དང་དེ་འདྲའི་ཤེས་རིག་གི་ཕ་རོལ་ཏུ་ཕྱིན་པའི་རྗེས་སུ་གནང་བ་འོ་དེ་འདྲ་བྱེད་དུས་ཤི་སྟངས་སྔགས་ལ་ཡང་བཞག་ནས་བཞག་ཚུལ་ཡོད་བཞག་གི་ཡོད་རེད། དེ་ནི་མདོག་རང་གང་ལྟར་དུ་བྱེད་པ་ཡིན་ན་སྔགས་ལ་བཞག་མི་དགོས་པ་ཞིག་ནི། མདོག་རང་ལྟར་དུ་བྱས་ནས་ཤི་བ་ཅིག་འོ་དེ་འདྲ་གཉིས་མི་དགོས། དེ་བྱེད་དུས། ད་འདི། སྔགས་ལ་བཞག་པ་ལྟར་དུ་བྱེད་པ་ཡིན་ན།

སངས་རྒྱས་ཐུགས་ཀྱི་རེ་བས་ཟེར་ན། དཔེར་ན་གསང་སྔགས་ཀྱི་རང་བླ་མེད་ཀྱི་ལུས་ལྟར་དུ་བྱེད་པ་ཡིན་ན་ཡང། སྔགས་ལ་མ་བརྟེན་པའི་གྱི་མདོ་རང་གང་ལ་བརྟེན་ནས་སངས་རྒྱས་ཐོབ་ཐུབ་ཀྱི་མ་རེད་ཟེར། དཔེར་ན་མདོ་རང་གང་ལ་བརྟེན་ནས་སྐལ་བ་གྲངས་མེད་སྲུང་དུ་ཚོགས་བསགས་པ་ཡིན་ན་ས་བཅུ་བ་བར་དུ་ཐོབ་ཐུབ་ཀྱི་རེད། ས་བཅུ་བ་ནི་དེ་ནི་སྔགས་ལ་བརྟེན་དགོས་ཀྱི་རེད་མ་ཐོབ་པའི་གྱི་མདོ་རང་ལ་བརྟེན་ནས་གྱི་སངས་རྒྱས་པའི་གྱི་ཐབས་ཡོད་མ་རེད་ཟེར་ད་ས་བཅུ་གསུམ་བར་ཐོབ་རྒྱུ་ཡོད་ལ་སྔགས་ལ་བརྟེན་ནས། འོ་དེ་འདྲ་བྱེད་དུས། དུས་གསུམ་གྱི་སངས་རྒྱས་ཐམས་ཅད་མཐར་ཐུག་གི་སངས་རྒྱས་ཐོབ་པ་ལ་ང་ལ་མ་བསྟིམས་པ། དེ་ནི་མདོ་རང་གང་གི་སངས་རྒྱས་ཀྱི་ཡོད་རེད། རེད་བས། དེ་སངས་རྒྱས་ཀྱི་ཡོད་མ་རེད་བ་འདྲ་བོ་དེ་འདྲས་བསམ་ན། ད་འདི་ཡིག་ཚོད་དུ་དེ་ལྟ་བས་ན་ཤེས་རབ་ཀྱི་ཕ་རོལ་ཏུ་སྤྱོད་པ་སྔ་བ་ཟེར་དུས། ཡང་ཤེས་རབ་ཀྱི་ཕ་རོལ་ཏུ་སྤྱོད་པ་འདི་སྔ་ཡང་ཡིན། རེད་བ། མདོ་དགེ་ཡང་ཡིན་སྔ་ཡང་ཡིན།

དེ་ནས་འདི་སྔགས་ཡི་དྭགས་ག་རེ་རེད་ཟེར་ན། རིག་པ་ཆེན་པོའི་སྔགས་ད་སྔགས་འདི་ལ་གསང་སྔགས་རིག་སྔགས་གཟུངས་སྔགས་ཟེར་གྱི་འདུག་དེ་འདྲའི་མང་པོ་བཤད་གི་འདུག་འདི་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཡུམ་འདི་གསང་སྔགས་ཡིན་རིག་སྔགས་ཡིན་གཟུངས་སྔགས་ཡིན་མ་ཉམས་པ་དང་མཉམ་པའི་སྔགས་ཡིན་ཟེར་དེ་འདྲ་བཤད་གི་ཡོད་རེད། དེ་བྱེད་དུས་སྔགས་ཡིན་ཟེར་དུས་འདི་ག་རེ་རེད་ཟེར་ན་སྔགས་ཞེས་བྱ་བ་དེ་ལ་སྐད་དོད་འདིར་མམ་ཏཱ་ར་ཟེར་ན་དབྱེ་མཚན་རྟོག་ལས་སྐྱོབ་པའི་ཐབས། མང་ཟེར་ན་ཡི་རྟ་ར་ཟེར་ན་སྐྱོ་ག། ཡིན་ཚད་ལྟོ་ལ་སྐྱོ་བའི་གི་ཐབས་ཁྱད་པར་ཅན་གྱི་ལ་སྔགས་ཟེར་གི་རེད། དེ་ཡིན་དུས་ཤེས་རབ་སྙིང་པོ་འདི་ལ་བརྟེན་ནས་འདས་ཀྱི་དུས་སམ་དགོངས་གསོལ་བྱེད་པ་ཡིན་ན་ཡི་མཚན་ལྟོ་ལས་སྐྱོབ་ཐུབ་པ་ཡིན་དུས་ཨ་ནི་འདི་ལ་སྔགས་ཟེར་གི་རེད། དེ་ག་ནང་བཞིན་རིག་པ་ཆེན་པོའི་སྔགས་ཟེར་དུས། རིག་པ་ཟེར་ན། ཡོད་ཀྱི་གནས་ལུགས་ཇི་ལྟ་བ་བཞིན་དུ་རིག་པའམ། མཐོང་བའམ། སྤོབས་པ་ཅིག་ལ་དེ་ནི་རིག་པ་ཟེར་གྱི། ང་ཚོ་འདི། ཀུན་རིག་ཟེར་གྱི་འདུག་ཀུན་རིག་ཆོ་ག། ཀུན་རིག་ཟེར་ནི་ཀུན་རིག་ཟེར་ན་ཀུན་ཟེར་ན་ཚང་མ་ཟེར་གྱི། ཚང་མ་རིག་པའམ་ཚང་མ་ཤེས་པ། མ་ཤེས་པ་དང་མ་རིག་པ་དང། རྩ་ནས་མེད་པ་མ་རྟོགས་པ་ཅིག་མེད་པ་ཚང་མ་རྟོགས་པའམ། ཚང་མ་རིག་པ་ཅིག་ལ་ཀུན་རིག་ཟེར་གྱི། དཔེར་ན་ཐང་ཆེན་ཆེན་པ་སོ་གཅིག་པ་རེད་ཐང་ཆེན་ཆེན་པ་སོ་གཅིག་རེད་བ། ཐང་ཆེན་རིག་པའོ་ཐང་ཆེན་གཅིག་པ། དེ་འདྲ་བྱེད་དུས། འདིར་རིག་པ་ཆེན་པོ་ང་ཟེར་དུས་མ་རིག་པ་ལས་གཉིས་སྣང་གི་ཡོད། མ་རིག་པ། དཔེར་ན་རིག་པ་ཡེ་ཤེས་ཀྱི་ལྡོག་ཕྱོགས་མ་རིག་པ་གཏན་ནས་མེད་པ། གནས་ལུགས་མཐའ་དག་རིག་པ་ཡིན་པའི་ཕྱིར་ན་རིག་པ་ཆེན་པོའི་སྔགས་ཡང་ཡིན། ཤེས་རབ་ཀྱི་ཕ་རོལ་ཕྱིན་པ་འདི་རེ་བ། ལམ་ཤེས་བྱེད་འདྲ་བོ་ཅན་ཡིན་ན་ལམ་ཤེས་བྱེད་དེ་གའི་གནས་ལུགས་མཐར་ཐུག་རིག་པའམ། རྟོགས་པ་ཡིན་དུས་འདི་ལ་རིག་པ་ཆེན་པོའ་སྔགས་ཡང་ཟེར་གྱི་རེད། ཤེས་རབ་ཀྱི་ཕ་རོལ་ཕྱིན་འདི་ལ། འདི་ནི་འདི་ལ་བླ་ན་མེད་པའི་སྔགས་ཟེར་གྱི་རེད། བླ་ན་མེད་པའི་སྔགས་ཟེར་བླ་ན་མེད་པ་ཟེར་ན་དེའི་གོང་ན་མེད་པ། འདི་ག་རེ་རེད་ཟེར་ན། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་གྱི་ལམ་འདི་ལས་གོང་ན་གཞན་མེད་པ་ཡིན་དུས་ནི་འདི་ལ་བླ་ན་མེད་པའི་སྔགས་ཟེར་ན་ཡང་འགྲིག་གི་རེད། བླ་ན་མེད་པའི་སྔགས།

མི་མཉམ་པ་ལ་མཉམ་པར་བྱེད་པའི་སྔགས། དང་མི་མཉམ་པ་ཟེར་དུས། ང་ཚོ་སོ་སོ་སྐྱེ་བོའི་གནས་སྐབས་ཀྱི་སྤངས་རྟོགས་དེ་སངས་རྒྱས་དང་མཉམ་བར་བ། སངས་རྒྱས་དེ་དཔེ་ཆད་པ་འཕགས་པ་སངས་རྒྱས་ཆད་པ་འཕགས་པ་སོ་སོ་སྐྱེ་བོ་གི་ཡོན་ཏན་དེ་ཁོ་དམན་པ་ཇི་ལྟར་དེ་ཡོད་བར་བ། དེ་མི་ཉམས་པར་ཟེར་ཡོད་རེད། སྔར་མ་ཉམས་པ་རེད། དཔེར་ན་སོ་སོ་སྐྱེ་བོ་ཐ་མ་པ་ཡིན་ན་སངས་རྒྱས་ཀྱི་ཡོན་ཏན་དང། གཏན་ནས་མ་ཉམས་པ། སངས་རྒྱས་མི་དགོས་ད་ལ་ད་ས་ཐོབ་ཀྱི་བྱང་ཆུབ་སེམས་དཔའི་གྱི་ཡོན་ཏན་དང་ཡང་མཉམ་གི་མ་རེད་བ། ང་ཚོའི་ཡོན་ཏན་དུ་མ་མེད་རེད་བ། ཡིན་ན་ཡང། མི་ཉམས་པ་དང་མཉམ་པ་སྐྱེས་པའི་སྔ་ཟེར་དུས་མི་ཉམས་པ་དེ་མཉམ་པ་སྐྱེ་དཔེར་ན་སོ་སོ་སྐྱེ་བོ་གི་ཡོན་ཏན་དེ། འཕགས་པའི་གང་ཟག་དང་མཉམ་པ། ཐོབ་ཐུབ་བ། འཕགས་པའི་གང་ཟག་གི་ཡོན་ཏན་དེ་སངས་རྒྱས་ཀྱི་ཡོན་ཏན་དང་འཐོབ་ཐུབ་པ། འོ་དེ་འདྲའི་བྱེད་མཁན་དེ་ནི་དེ་ཤེས་རིག་གི་བར་དུ་བྱེད་པ་འདི་རེད། དེ་བྱེད་དུས་མི་མཉམ་པ་དང་མཉམ་པ་བྱེད་པའི་ང་ཡང་ཡིན། མི་མཉམ་པ་དང་མཉམ་པ་བྱེད་པ། མི་མཉམ་པ་དེ་ང་ཡོན་ཏན་མི་མཉམ་པ་དེ་རྗེས་སུ་མཉམ་པ་ཤེས་ཐུབ་མཁན་གྱི་ངའོ་ལམ་དང་ཡང་དེ་ཡིན། དེ་ནི་སྡུག་བསྔལ་ཐམས་ཅད་རབ་ཏུ་ཞི་བར་བྱེད་པའི་ང་ཟེར་ནས་དེ་ནི་ཡང་དག་ལས་དང་ཉོན་མོངས་པར་བསྡུས་པའི་སྡུག་བསྔལ།

དེ་ནས་མ་བསྟན་པ་གས་སངས་རྒྱས་ཀྱི་མེད་པ་བཤད་གི་མ་རེད། མདོ་ལུགས་རང་གང་ཞིག་ན་མདོ་རང་གི་ལམ་ལ་བརྟེན་ནས་གི་དེ་ནས་སངས་རྒྱས་ཐོབ་པ་སངས་རྒྱས་ཐོབ་ཐུབ་པ་བཤད་གི་ཡོད་རེད། སངས་རྒྱས་ཐོབ་ཐུབ་པ་སྔགས་ལ་བརྟེན་མི་དགོས་པ་དེ་ཡིན་དུས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ཤེས་རབ་ཀྱི་དེ་ལྟ་བས་ན་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་སྔགས་ཞེས་བྱ་བ་དེ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་འདི་ཡང་དེ་ནས་ཡན་ཚད་རྟོག་ལ་སྤྱོད་པའི་སྔགས་ཡིན་སྔགས་དང་ནུས་པ་མཉམ་པ་བྱེད། སྔགས་མ་ཡིན་ན་ཡང་སྔགས་སྔགས་ལས། ནུས་པ་དགྲ་བོ་བཅད། ཚོགས་བསགས་སྒྲིབ་བག་འཇམ་གསང་ཅི་ཐུབ་རྒྱུད་གཞོལ་བ་རྒྱུད་ནུས་པ་གང་འདྲས་བརྗོད་ན་དེ་ཤེས་རབ་ཀྱི་ཕ་རོལ་ཕྱིན་པ་འདི་ལ་ཡང་ཡོད་རེད། དེ་ལྟ་བས་ན་ཤེས་རབ་ཀྱི་ཕ་རོལ་སྔགས། འདིར་འདུ་བ་ཤེས་རབ་ཀྱི་ཕ་རོལ་ཕྱིན་པའི་སྔགས་རིག་པ་མཁྱེན་པའི་སྔགས་བླ་ན་མེད་པའི་སྔགས་མི་མཉམ་པ་ལ་མཉམ་པར་བྱེད་པའི་སྔགས་སྡུག་བསྔལ་དང་བྱེ་བྲག་ཏུ་ཞི་བར་བྱེད་པའི་སྔགས་ཟེར་ནས་སྔགས་འདུ་བ་འདི་སྔགས་ཏེ། སྲོག་ལམ། རོ་ལམ། མཐོང་ལམ། དགོངས་ལམ། མི་སློབ་ལམ། ལམ་ལྔར་བཞག་འདུག། ད་ལྟ་འདི་མདོ་རང་གི་ལྟར་བྱས་པ་ཡིན་ན། དེ་ལྟར་བས་ན་ཤེས་རབ་ཀྱི་བར་དུ་འབྱིན་པར་སྔགས་ཟེར་དུས་ལམ་མ་ཞུགས་པའི་གནས་སྐབས་ནི་ནི། ལམ་ལ་ཞུགས་ནས་ཚོགས་ལམ་གྱི་གནས་སྐབས་ལ། རྟོག་པ་དེ་ཀྱི་ཡན་ཚད་རྟོག་ལ་སྤྱོད་པ་ཡན་ཚད་རྟོག་ལ་སྤྱོད་པའི་ནུས་པ་ཡོད་རེད་ཟེར་དེ་རེད། དེ་རིག་པ་ཆེན་པོའི་སྔགས་ཟེར་དུས་མ་རིག་པ་ལས་ལྡོག་པའི་ཀྱི་རིག་པ་ཡེ་ཤེས་དེ་བསྒོམས་པའི་ཀྱི་སྟོབས་ཀྱིས་ཡེ་ཤེས་སྐྱེས་པ་དེ་གཞུང་ལམ་ལ་བཞག། ཚོགས་ལངས་ནས་རང་ལངས་ཐོབ་ཐུབ། དེ་ནི་བླ་ན་མེད་པའི་སྔགས་ཟེར་ཏེ། དེས་སོ་སོ་སྐྱེ་བོའི་ཀྱི་ལམ་ལས་ཀྱང། དེ་ནས་ལམ་རྣམས་ཀྱི་མི་ཐུབ་པ། དེས་གོང་ན་སོ་སོ་སྐྱེ་བོའི་ཀྱི་ལམ་ལས་བླ་ན་མེད་པ་ཟེར་གྱི་དེ་རེད། དེ་ལས་ད་སོ་སོ་སྐྱེ་བོ་ལམ་ལས་ཡར་འཕོས་ནས་རང་ལམ་ནས་མཐོང་ལམ་ལ་སྐྱེ་དགོས་པ་རེད།

དེ་འདྲའི་རེད་མི་བརྩི་ན་དེ་མ་རེད་ཟེར་མི་རྫུན་པས་ན་ཟེར་སངས་རྒྱས་ཀྱི་རྫུན་གསུངས་མ་རེད་འདྲིས་མེད་བྱས་ན་རྫུན་མི་གསུངས་ཟེར་སངས་རྒྱས་ཀྱི་རྫུན་སྤང་ཚར་བ་རེད་དེ་ཡིན་དུས་རྫུན་མ་ཡིན་པས་ན་བདེན་པ་ཞེས་པ་བྱ་ཚེ་བདེན་པ་ཟེར་ན་དེ་ལྷོད་བ་མེད་པ་རེད་བ། གཞན་པའི་མཇུག་ན་འབྲས་བུ་མི་ལྷོད་པ་ཟེར་གི་བ། དཔེར་ན། ད་ཚོང་ལང་ལ་ཐོག་ཁུག་ཡོད་ན་ཐོག་གི་མེད་ན་སངས་པའི་གི་དོགས་པ་ཡོད་ན་ཐོག་མ་རེད། ད་ཚོང་ལོང་ཚོང་ལོང་གི་འབྲས་བུ་ཐོབ་ཀྱི་ཡོད་པའི་འདི་འདི་འདྲའི་ལ་ད་དགོངས་འདི་འདྲི་འདི་འདྲི་རྒྱབ་ཆོས་ཉང་ལེན་འདི་འདྲི་འདི་འདྲི་བྱས་ན་ཚོང་ལོང་ཐོབ་ཀྱི་ཡོད་རེད་ཟིན་ཅིག་གསུངས་བྱ་བ་དེ་ལ་དོགས་པ་མེད་པར་ཡིད་ཆེས་བྱས་ནས་ཐེ་ཚོམ་འཇུག་པ་ཡིན་ན་ལྷོད་པ་ཡོད་མ་རེད་ཚོང་ལོང་ཐོབ་གི་རེད། དེ་ག་ནང་བཞིན་ཚོགས་ལམ་ནི་དེ་ནི་གཞུང་ལམ་ཐོབ་པའི་གེགས་རྒྱུ་རྐྱེན་དེ་སོགས་བསགས། གཞུང་ལམ་ནི་མཐོང་ལམ་མཐོང་ལམ་ནི་དགོངས་ལམ་དགོངས་ལམ་ནི་མི་སློབ་ལམ། ད་འདི་གཅིག། སངས་རྒྱས་ཀྱིས་གསུངས་པ་ནང་བཞིན་ལག་ལེན་བསྟར་ཐུབ་ན། ནི་མི་བདེན་པའི་མི་རྫུན་པའི་ནི་བདེན་པ་ཤེས་པར་བྱ་སྟེ་ཟེར་ནས་ད་འདི། ལྷུ་བ་མེད་པར་བྱེད། འབྲས་བུ་ལྷུ་བ་མེད་པར་བྱེད་ཡིན། ང་རོ་སོགས་ལག་ལེན་བསྟར་མི་ཐུབ་པ་རེད་མ་གཏོགས་བལ་གྱི་ལག་ལེན་བསྟར་ཐུབ་པ་ཡིན་ན། དེ་ནས་སངས་རྒྱས་ཀྱི་གསུང་འདི་ཀྱི་ལམ་དུ་སོགས་ལ་ཐོབ་པ་ཡིན་མ་རེད་རྫུན་མ་མ་རེད་མགོ་སྐོར་གཏོང་གི་མ་རེད་དེ་འདྲ་བྱེད་དུས་སོ་སོ་གི་ངོས་ནས་མ་འཇོན་ནས་དེ་ནས་ཡར་ལངས་ལངས་གི་རྟོག་པ་དེ་ཚོ་བཤད་མི་ཐུབ་རེད་མ་གཏོགས་བོད་རྒྱ་བར་གྱི་ཆོས་ཀྱི་ངོས་ནས་ཁོ་ཆ་རྐྱེན་འདྲ་བོ་དེ་ཆང་ཚང་ཚང་དུ་ཡོད་པ་འོ་དེ་འདྲའི་བཤད་ན་མི་རྫུན་པས་ན་བདེན་པ་ཞི་བར་བྱ་དེ་བདེན་པ་ཞི་བར་བྱ་དེ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་སྔགས་གནས་པ་ད་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་འདི་ལ། སྔགས་ཀྱི་སྒོ་ནས་ཀྱང། འདི་ལས་ད་ལྟ་ངས་བཤད་བཞིན་པ། སྔགས་དང་ཐུན་མོང་བ་རེད་ཟེར་ན་འདི་མདོ་སྔགས་གཉིས་ཀྱི་ནང་ནས་སྔགས་རང་ལ་བཞག་ནས་བཤད་ན་འགྲིག་དགོས་ས་རེད། ད། མདོ་རང་གང་ལྟར་དུ་བཤད་པ་ལྟ་བུ་ཡིན་ན་སྔགས་ཟེར་མ་གཏོགས་སྔགས་དང་འདྲ་བའི། ནི་ཡུམ་ཆེན་པོ་ཤེས་རབ་ཀྱི་ཕ་རོལ་ཏུ་འབྱོན་པ་འདི་ལ། ཡོད་བསྟན་ཡོད། སྤང་བའི་གི་ནུས་པ་རྟོགས་པའི་གི་ཡོད་བསྟན། ཆ་མཚམས་འདི་ལ་ཡོད་ཟེར་ནས་ཨོ་དེ་བཤད་གི། དེ་ཡང་གང་ག་ཡོད་ཟེར་ན་འདི་ལྟ། ཏི་ཡ་ཐ་ཟེར་ན་འདི་ལྟ་སྟེ་ཟེར་གི་ཏི་ཡ་ཐ་ཟེར་འདི་ལྟ་སྟེ། དེ་ནས་ཨོང་ག་ཏེ་ག་ཏེ་པ་ར་ག་ཏེ་པ་ར་སང་ག་ཏེ་བོ་དེ་ཡི་སོགས་ཧ། ཨོང་ཟེར་གྱི་འདི་ཤེས་རབ་སྙིང་པོ་ཁ་ཤས་ཀྱི་ནང་དུ་ཡོད་ས་མ་རེད།

ག་རེ་འགྲོ་བར་སྲིད། དགའ་བདེ་དང་པོ་དེ་ད་ལྟ་འདི་ལང་མ་ཞུགས་ནི་ཚོགས་ལང་ལ་སྲིད། དགའ་བདེ་གཉིས་པ་དེ་ཚོགས་ལང་ནས་གཞོགས་ལང་ལ་འགྲོ་སྲིད། པ་ར་དགའ་བདེ་སྲིད་ན་གཞོགས་ལང་ནས་མཐོང་ལང་ལ་འགྲོ་སྲིད། པ་ར་སངས་དགའ་བདེ་སྲིད་ན་མཐོང་ལང་ནས་དགོངས་ལང་ལ་འགྲོ། ད་མཐོང་ལང་ས་དང་པོ་ནི་ནི་ས་གཉིས་པ་ནས་ས་བཅོ་བའི་བར་དུ་དགོངས་ལང་རེད།

ལམ་ལྔ་ས་བཅུ་རིམ་གྱིས་བགྲོད་ནས། དེ་ནས་སངས་རྒྱས་ཐོབ་འགྲོ་གི་རེད། མདོག་རང་རྐང་ལ་སྦྱར་བ་ཡིན་ན་འདི་ཀ་མ་ཡིན་ན་ཡང་མདོག་རང་རྐང་ལ་ཡང་སྔགས་དང་ནུས་པ་མཉམ་པའི་སངས་རྒྱས་ཐོབ་པའི་ཨ་ནི་ལམ་ལྔ་སོ་བཅུ་ལྔ་རིམ་གྱིས་བགྲོད་ཀྱི་ཡོད་ཤེས་པས་འོ་དེ་འདི་དེའི་དོན་དག་རེད། འོ་དེ་ཡིན་སོ་ཧ་ཟེར་འོང་དེ་རེད། ཤོ་རི་པོ་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་དེ་ལྟ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ

བསླབ་པར་བྱའོ། དེ་ལ་ཡང་ཐ་མལ་གཏན་ཚིགས་ཅན་ནི། དགོངས་དགུག་རེ། ཐོས་བསམ་བཅས་དགོངས་པ་ཅན་ནི་མ་ལན། ལྟ་དགུག་རེ་ཞེས་པའི་དོན་ཏོ། བསླབ་པར་བྱའོ། དེ་བྱེད་དུ་ག་རེ་རེད་ཟེར་ན། ད་གོང་དུ། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་སྟེ། མྱོང་བ་མཚན་ཉིད་ཞེན་ཏེ་ཟབ་མོ་རྟོགས་པ་བརྒྱད་ལྡན། དེ་ནི་འཁོར་འདས་ཡིད་ཀྱི་འཛིན་པ་དང་བྲལ་བ་དེ་འདྲའི། མྱང་ལེན་ཤེས་རབ། དེ་ནི་དེའི་ཡོན་ཏནའང་ཕན། ཆེ་ཤོས་གང་ཡིན་པ་ཤེས་རབ། འོ་དེ་འདྲ་བྱེད་དུས། དུས་སོགས་ཤིས་པ་ཅན་ནི་དེ་ལ་ལྟ་དགུག་རེ། བསླབ་པར་བྱའོ། དང། འདི་ནི་བར་དོ། འདི་ནི་བར་དེ་རེ་དང་ཤེས་རེ་ཟིག་གི་དང། ལན་བརྒྱབ། ཤོ་རི་པོ་གི་དྲི་བ་བཀོད་ནས་གསུངས་པ་ཡིན་དུས་འདིའི་བར་དོ། དེ་ནི། བྱིན་གྱིས་བརླབས་པའི་བཀའ། རེ་བ། འདིའི་བར་དོ་བྱིན་གྱིས་བརླབས་པའི་བཀའ་ཟེར་དུས་སངས་རྒྱས་ཀྱི།

ཤེས་རིག་གི་དབང་ཕྱུག་ལ་གཟིགས་ནས་དེ་ནི་ལེགས་སོ། འཕགས་པ་ཤེས་རིག་གི་དབང་ཕྱུག་ལེགས་སོ་ཞེས་བྱ་བ་གྱིས་ནི་ལེགས་སོ་བྱས་ནས། ལེགས་སོ་ལེགས་སོ་ཟེར་ནས་ད་ཚིག་གཉིས་གསུངས་པ་རེད། ལེགས་སོ་ལེགས་སོ་ཟེར་ནས་ནས་བསྟན་གྱི་ཚུལ་གྱི་སྒོ་ནས་རེ་བ་ཁྱེད་ཀྱིས་གསུངས་པའི་གོང་དུ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དོན་བཤད་པ་དེ།

ད་འདི་ནི་མ་རྗེས་སུ་གནང་བའི་བཀའ་ཟེར། རྗེས་སུ་གནང་བའི་བཀའ་དེ་ཁོང་ཚོས། གླིང་བཞི་དེ་ཡང་རྗེས་སུ་གནང་བའི་བཀའ་རེད་བ་འདི་སྐད་བདག་གིས་ཐུབ་པའི་དུས་གཅིག་ན། ཅེས་པ་ནས། ད་འདི་ཡང་རྗེས་སུ་གནང་བའི་བཀའ་རེད་བཅོམ་ལྡན་འདས་ཀྱིས་དེ་སྐད་ཅེས་བཀའ་སྩལ་ནས། ད་འདི་རྗེས་སུ་གནང་བ་སེ་ག་རེད་ཟེར་ན་ཕྱིས་སུ་བཀའ་ཡི་བསྡུ་བ་མཛད་པ་ནག་ཅེས། བཀའ་ཡི་བསྡུ་བ་མཛད་པ་པོ་ནག་ཅེས། བཀའ་ཡི་བསྡུ་བ་མཛད་མཁན་དེ། ད། ཐེག་པ་ཆེན་པོ་བཀའ་ཡི་བསྡུ་བ་མཛད་མཁན་མང་ཆེ་བ་ཤེས་རེ་ཟིག་དང་འཇམ་དཔལ་ཡང་དུ་སོགས་རེད་དགའ་སྐྱིད་ཀྱི་གསུང་རབ་ད་ཡོངས་གྲགས་ཀྱི་ང་ཚོ་བཀའ་ཡི་བསྡུ་བ་ཁ་སེར་བཀའ་ཡི་བསྡུ་བ་རིམ་པ་སོགས་མཛད་མཁན་དེ་དེ་ནས་བཀའ་བསྡུ་མཛད་ནས་དགྲ་བཅོམ་པ་ལྔ་བརྒྱ་བརྒལ་ད་མདོ་སྡེ་ཚང་མ་ཀུན་དགའ་བོ་བསྡུར་བ་བསྡུ་བ་ཉི་མ་གོ་སྔོན་པ་དེ་གནས་བརྟན་འོད་སྲུང་ཆེན་པོ་བསྡུར་བ་ད་འདི་མདོ་སྡེའི་ཁོངས་སུ་གཏོགས་པ་ཞེས་པ་ཡིན་ན་ཀུན་དགའ་བོ་བསྡུ་དགོས་གི་བཀའ་ཡི་བསྡུ་བ་ཀུན་དགའ་བོ་དེ་བྱས་ཏེ་དགའ་སྐྱིད་ཀྱི་གསུང་ན་ཡང་འདི་ཀུན་དགའ་བོ་རེད་ཟེར

བར་དུ་དེ་ནི་ཚང་བཞག་གི་ཚུལ་གསུངས། རྗེས་སུ་བཅོམ་ལྡན་འདས་ཀྱིས་གསུངས་པ་ལ་མངོན་པར་བསྟོད་དོ་ཟེར་ནས་དེ་འདྲ་བཅུག་ནས་འགྲིག་རེད་གསུངས་ནས་སྣང་བ་སྤྲོས་པ་ར་འོ་དེ་དེ་ཡིན་དུས་བཀའ་ཡིས་ཀྱིས་གནང་དཀའ་ཟེར། ད་བཅོམ་ལྡན་འདས་ཀྱིས་དེ་སྐད་ཅེས་བཀའ་སྩལ་ནས་ཚེ་དང་ལྡན་པ་ཤཱ་རིའི་བུ་དང་བྱང་ཆུབ་སེམས་དཔའ་སེམས་དཔའ་ཆེན་པོ་འཕགས་པ་ཤཱ་རིའི་གཟུགས་དབང་ཕྱུག་དང། ཐང་ཅད་དང་ལྡན་པའི་འཁོར་དེ་དག་དང་ད་ཐང་ཅད་དང་ལྡན་པའི་འཁོར་རྣམ་པ་བཞི་ཟེར་བྱ་སྟེ་འཁོར་སྣང་བཞི་ད་ལྟ་བཤད་ཡོད་པ་དགེ་སློང་འཕགས་མ་ནི་དགེ་བསྙེན་འཕགས་མ་ནི། འོ་དེ་བཞི་ཡོད་ན་ཁོང་ནང་བཞིན་སུ་ཡུལ་དབུས་སུ་ཀྱང་ཁོང་རྣམ་པ་བརྒྱད་དང་ལྡན་པ། ལྷ་དང་མི་དང་ལྷ་མ་ཡི་དང་དྲི་ཟ་བྱེད་པའི་འཇིག་རྟེན་ཡི་རང་སྟེ། བཅོམ་ལྡན་འདས་ཀྱིས་གསུངས་པ་ལ་མངོན་པར་བསྟོད་དོ། ད་འདི་ཡི་བར་དུ། ཤེས་རབ་ཀྱི་ཕ་རོལ་ཕྱིན་པའི་གཞུང་གི་ཡོངས་སུ་རྫོགས་པ་དྲུག་ཟིན་པར་བཀའ་དེ་ལ། དང་པོ། རྗེས་སུ་གནང་བའི་བཀའ། ནི། བྱིན་གྱིས་བརླབས་པའི་བཀའ། དེ་ནས། ཞལ་ནས་གསུངས་པའི་བཀའ་འདི་བ། ཀྱང་གསུངས་པའི་བཀའ་འོ་དེ་ཅི་སྟེ། དེ་ད་བཀའ་ཡིན་པ་ཅིག་འདི་ཡན་ཆད་དུ་བཅོམ་ལྡན་འདས་ཀྱིས་གསུངས་པ་ལ་མོས་པར་བསྟོད་དོ། ད་འདི་འདོགས་པ་དེ། སངས་རྒྱས་ཀྱི་བཀའ། དེ་ཡིན་ན་མི་ཤེས་ཏེ། ཕྱིས་སུ་ད་ཤི་ར་སྙིང་པོ་འདི། ནུས་པ་ཆེན་པོ་དེ་འདྲ་ཡིན་དུས་དེའི་ལྡོག་པ་གསུངས་པ་རེད་ག་རེ་ཟེར་ན་འདི་ཤི་ར་སྙིང་པོ་གི་དོན་དག་དེ། སྟོང་པ་ཉིད་གོང་གི་ཟེར་བ་སྟོང་པ་ཉིད། དེ་ཡིན་དུས་ལྡོག་པ་བྱས་ནས་གསུང་བ་འདྲ་བོ་བྱེད་དགོས་ཀྱི་ཡོད་ན་གསུང་བ་ནང་ནས་མཆོག་ཏུ་སྤྱོད་པ་སྟོང་པ་ཉིད་གོང་གི་དེ་རེད། སྟོང་ཉིད་དགོངས་པ་ཡིན་ན་སྟོང་ཉིད་དགོངས་པའི། མི་དེ་ལ་གཞན་སུ་གང་གིས་གནོད་པ་བྱེད་ཐུབ་མ་རེད་དཔེར་ན་ང་ཚོ་གསང་སྔགས་ཀྱི་ལམ་ལ། གསུང་བ་བྱེད་དུས་ད་རིམ་གྲོ་ཞབས་བརྟན་འདྲ་མི་འདྲ་བྱེད་ཀྱི་ཡོད་རེད་བ། གསུང་ཁོག་སུ་དགོངས་ཀྱི་ཡོད་རེད་བ། དུ་སོགས་ཚང་མའི་གེགས་ཀྱང་གནས་པ་བཟློག་ཐུབ་ཡོད་པ་སྟེ། གསུང་དབང་ནང་ནས་ཕྱོགས་སུ་བཅོས་པ་ཤེས་རབ་ཀྱི་བང་མཛོད་དུ་བྱིན་པ། སྟོང་པ་ཉིད་ཀྱི་དོན་དག་གོང་བཞིན་དུ་རེད། དེ་བྱེད་དུས་བར་ཆད་བཟློག་དགོས་ཀྱི་ཡོད་ན་ཡང་སྟོང་པ་ཉིད་ཀྱི་དོན་དག་གསང་དབང་བཏང་བ་ཡིན་ན་བར་ཆད་དེ་བཟློག་ཐུབ་ཀྱི་ཡོད་རེད། སྔ་མའི་གསུང་སོབ་དེ་ནས་འདུག་དཔེར་ན་དགེ་འདུན་གྱི་སྡེ་ཆེན་པོ་འདི་འདྲའི་ཆུའི་སྡེ་ཆེན་པོ་ཚུགས་རེ་བ། ཨ་ནི། ལྟ་བའི་སྐོར། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ཤེས་བཞིན་གྱི་སྒོ་དམིགས་ཀྱི་སྒོ་དེ་འདྲའི་རྩོད་པ་རྩོད། སར་གྱི་ཆུ་ཟླའི་ཆེན་པོ་ཡིན་ན་དེ་ན་ལས་འབྲས་ཟེར་འདྲ་དང། གདོན་ཟེར་འདྲ་བ་གནོད་པ་གཞན་གྱིས་བརྩམས་ནས་ཡོང་གི་མ་རེད། ཡོང་ཐུབ་ཀྱི་མ་རེད་ཟེར་གྱི་རེད། གནོད་པ་ཚང་མ་ཟློག་འགྲོ་གི་རེད་ཟེར་གྱི་རེད། འོ་དེ་ག་ནང་བཞིན་ད་ང་ཚོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་སྙིང་པོ་འདི་ལ་བརྟེན་ནས་དེ་ནས་ཡང། ཆོས་སྒྲུབ་པ་ལ་བར་ཆོད་བྱེད་མཁན། སངས་རྒྱས་ཀྱི་བསྟན་པ་ལ་གནོད་པ་བྱེད་མཁན། སེམས་ཅན་ལ་གནོད་པ་བྱེད་མཁན། དེ་འདྲའི་གི་ལས་ངན་བསགས་མཁན་ཡོད་ན་དེ་ལ་འདོགས་པ་བྱེད་དགོས་གི་འདོགས་པ་འདོགས་པ་འདོགས་པ་བྱེད་དུས་ཡང་དེ་རེད་ད་འདོགས་པ་བྱེད་དུས་པད་ཀྲོག་ལོང་ནས་ཕ་གི་གསད་དགོས་གཏུག་དགོས་བསགས་ནས་བསམ་བློ་བཏང་ནས་འདོགས་པ་བྱེད་ན་འདོགས་ཐུབ་གི་ཡོད་མ་རེད་ད་དེ་ནི་སྡིག་པ་བསགས་མཁན་རེད་འདོགས་པ་བྱེད་དུས་ག་རེ་རེད་ཟེར་ན་ཁོ་བསྟན་པ་ལ་གནོད་མཁན། བསྟན་པ་དང་བསྟན་འཛིན་སྐྱེས་བུ་རྣམས་ལ་གནོད་པ་བྱེད་མཁན། སེམས་ཅན་ལ་འཚེ་བ་བྱེད་མཁན་དེ་འདྲ་ཡིན་ན་དེས་ཁོ་ལ་སྙིང་རྗེ་བྱས་ནས་ད་ཁོ་རང་སྡིག་པ་ཆེན་པོ་བསགས།

ད་འདི་ལ་ཤེས་རབ་སྙིང་པོ་བརྒྱའི་ཐབས་མོ་གདབ་སྟེ། འདིའི་སྐབས་སུ་དེ་ནས་ང་ཚོ་ནང་བཅུད་ཏི་ཡ་དང་ག་ཏི་འགའ་ཏི་སེ་སྟེ་སྔགས་རེ་འདོན་དགོས། ད་འདོན་ནི་འགྲིག་རེད་དེ་ནི། འདི། སངས་རྒྱས་ལ་ཆང་བཙལ་ལོ་ཆུ་ལ་ཆང་བཙལ་ལོ་དགེ་འདུན་ལ་ཆང་བཙལ་ལོ་ཟེར། ད་ཐབས་མོ་བཞག་ནས། ད་སངས་རྒྱས་དཀོན་མཆོག་ཆུ་དཀོན་མཆོག་དགེ་འདུན་དཀོན་མཆོག་གསུམ་ལ་དང་པོ་ཆང་བཙལ། ཆང་ཚ་དགོས། དེའི་ནང་ནས་སྐབས་སུ་བབ་པ་ཡུམ་ཆེན་མོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་ཡང་ཆང་ཚལ་ལོ། དེ་ནས་ད་འདི་ལག་པ་འདི་གསུངས་སོ་དེ་དྲི་བ་འདི་དང་ལག་པ་གཡིན་པ་གཡིས་པ་དེ་ཉི་མ་དེ་ཉི་མ་ཡིན་སང་གཡོན་པ་ཟླ་བ་ཡིན་སང། དེ་ནས་ཟླ་བ་དང་ཉི་མ་ཡིན་སང་ནས་དེ་འདི་རེ་ཟླ་འོ་འདི་ཟླ་བ་དང་ཉི་མ་གཉིས་ཀྱི་དཔའ་རུག་ལ་གནོད་པ་བྱེད་མཁན་གྱི་ད་འབྲས་དང་གདོན་དང་མི་དང་མི་མ་ཡིན་པ་གང་ཡིན་ན་དེ་ཚོ་དཔའ་རུག་བརྩི་ནས།

བདེན་པ་ཡིན་ན་རེ་བ། ང་རང་གིས་རྫུན་རྩ་ནས་མ་ཤེས་པར་བདེན་པ་ཀྲང་ཀྲང་ཅེས་བདེན་ཁའི་བདེན་པ་ཡིན་ན་དེ་བདེན་ཚིག་ཟེར་གྱི་འདུག་འགྲུག་ཡོད་ལ། བདེན་ཚིག་འགྲུག་ནས་དེ་ནས་ངག་ལ་དཀའ་ངལ་འདི་འདྲ་ཞིག་འཕྲད་ནས་འཕྲད་སོང་ན་བདེན་པའི་ཚིག་བརྗོད་ནས་ངས་གི། འདི་མི་ཚེ་གཅིག་ལ་ད་རྫུན་བཤད་མ་མྱོང་ཟེར། དེ་བྱས་ཏེ་དེ་བདེན་པའི་ཚིག་གི་སྟོབས་ཀྱིས་ཨ་ནི་འདི། ཅིག། གནོད་པ་འདྲ་བོ་གང་ཡིན་ན་དེ་འདོགས་པ་བྱོས་ཅིག་ཟེར། ལབ་པ་ཡིན་ན་དེ་ག་རང་འགྲུག་གི་ཡོད་རེད། དེ་ལས་ལྡོག་ཐུབ་ཀྱི་ཡོད་དམ། སྔ་མ་སྟོན་པའི་གི་སྐྱེས་རབས་ཅིག་ནང་ཡོད་རེད་ངས་ཤེས་བས་ན་དགའ་ཞེས། སྟོན་པའི་སྐྱེས་རབས་ཞིག་ནང་རེད་བ། སྟོན་པས་དེ་ནས་དེ་གྲུ་ནང་འགྲོ་མཁན་གྱི་དེད་དཔོན་ཆེན་པོ་ཅིག་གྲངས་སྔ་མ་ཡིན་ན་དེ་རེད་བ། གྲུ་གཟིངས་ཆེན་པོའི་གི་ནང་དུ་རྒྱ་མཚོ་ཕར་དེ་ནས་འགྲོ་དགོས་ན་གྲུ་ཆེན་པོ་ནང་དུ་དེ་ནས་མཚུངས་རྒྱ་འགྲོ་དགོས་གི་རེད་བ། དེ་འགྲོ་དུས་དེ་སང་ན་ཡི་གི་ད་གྲུ་གཟིངས་གི་ཆ་ཅན་དེ་འདྲ་ཡོད་མ་རེད་ཀོ། རླུང་གི་འགྲོ་ཕྱོགས་དང་དེ་ནས་ཁོ་རང་ཐབས་ཤེས་ཀྱི། ཉག་ཆེན་པོ་ཆུ་སྲིན་དེ་སོགས་ཁ་སྣོད་ཀྱི་སྣོད་ཕག་སྣོད་ཡག་གི་ཡང་ཐབས་ཤེས་ཡོད་ས་རེད། བརྫི་ཆ་འདྲ་བོ། འདི་འདྲའི་སྒོ་འགྲོ་དགོས་ཀྱི་རེད། ད་འདི་འདྲའི་འགྲོ་མཁན་མི་དེ་དཔེ་མི་དེ་ནང་ནས་མི་དེད་དཔོན་ཟེར་ན་མི་སྤྱང་གྲུང་བཟོ་མཁན་ཁོ་ཡག་མ་འགྲོ་ཤེས་མཁན་དེ་འདྲ་གི་མི་སུན་སྣང་ཆེན་པོ་ཞིག་དགོས་ཀྱི་རེད་དེ་མེད་ན་ད་མང་ཆེ་བ་ཚོང་པ་གྲུ་གཟིངས་མགོ་ལོག་རྒྱུ་ནས་རྒྱ་མཚོ་ནང་བཏིང་ནས་མགོ་ཐོན་ཡོད་མ་རེད་ཟེར་གྱི་རེད། དེ་དེ་འདྲ་བྱེད་དུས་སྟོན་པའི་གི་སྐྱེས་རབས་འཛིན་མཁན་གཅིག་གིས་ད་ཁོང་པས་མང་པོ་འགྲོ་ནས་རྒྱ་མཚོ་ཕར་འགྲོ་ཚུར་འགྲོ་ཕར་ཡོང་ཚུར་ཡོང་ཐེངས་མ་མང་པོ་འགྲོ་བ་རེད། དེ་བཀྲ་ཤིས་པ་རེད་མ་གཏོགས་རྩྭ་ནི་སྐྱེ་ངེས་འདྲ་བོ་བ་ཁྱོད་རྩྭ་ནི་མ་བྱུང་ནས་ཁོ་རང་ལང་འགྲོ་འགྲོ་གི་རེད་དེ་བྱེད་དུས་དེ་ནི་ཁོའི་མྱང་དུ་འགྲོ་མཁན་གི་ད་ཚོང་པ་དཔེ་མང་པོ་ཁོང་རང་ཁྲི་རུ་བཅུ་ཟེར་ནས་དེ་ནི་ཚོང་པ་དེ་ནས་འགྲོ་གི་རེད་དེ་འགྲོ་རིང་ཉི་མ་གཅིག་ཁོང་དེ་ནི་ད་བག་གེ་པོ་ཆགས་ལོ་ཆེན་པོ་ཆགས་ཚར་རེད་དེ་ནི་གཅིག་འགྲོ་རེ་བྱོས་ད་ང་འགྲོ་ཡག་ཕན་ཐོག་ས་མ་རེད་ལོ་ཆེན་པོ་རེད་དེ་ནི་དམིགས་དགོས་མཐོང་གི་མི་འདུག་དེ་ནི་ངའི་ལས་ཀ་གང་ཡག་དེ་གྲུ་གཟིངས་ནང་དུ་འགྲོ་ཡག་གི་ཐབས་ཤེས་གང་ཡག་ངས་གཏོང་ཐུབ་ས་མ་རེད་གསུངས་པ་དེ་ཡིན་དེ་སྲིད་དུ་ཡིན་ན་ཡང་དེ་ནི་མི་མང་པོ་གི་ཆེད་དེ་ཞབས་བཅགས་པ་ཙང་གཅིག་པོ་ནི་བཀྲ་ཤིས་པ་ཡོང་གི་རེད་ང་ཚོ་ལང་འགྲོ་འགྲོ་མགོ་ཐོན་ཁྱེད་ཡིན་གྱི་མིན་གྱི་ཕེ་རོ་བྱོས་ཟེར་དེ་ནི་ཨུ་ཚུགས་བྱས།

ད་དེ་འདྲའི་དེ་འདྲའི་ཡོང། གྲུ་གཟིངས་ནོར་རྒྱ་མཚོ་རླུང་འཚུབ་དུས་སང་ཡོང་འདུག་རླུང་འཚུབ་ཆེན་པོ་ཡོང་ནས་དེ་ནས་གྲུ་ཉེན་ཁ་ཆེན་པོ་ཆེ་འདུག་ཁང་པ་ཚང་མ་གཏོར། དེ་འདྲའི་བྱས་ནས་ཡོང་རེད་དེ་ནས་ཁ་གཏད་ག་འདྲ་བཅག་དགོས་ག་འདྲའི་ཕྱོགས་བསྒྱུར་དགོས་གི་ཡོད་མེད་ད་དམིགས་རིག་གི་ཡོད་མ་རེད་ཡིན་ན་ཡང་དེ་འདྲའི་ཡོང་གི་འདུག་ཟེར་ད་དེ་འདྲའི་ཡོང་གི་འདུག་ན་འདི་འདྲའི་བྱེད་སྲིད་གཉེན་པོ་འདི་རེད་འདི་རེད་བྱེད་ཟེར་དེ་ནས་མཐའ་འགྲོ་གི་ཡོད་ཟེར། དེ་ནས་གཅིག་བྱས་དུས་ད་ཕ་གིས་གཅིག་ཉེན་ཁ་ཆེན་པོ་བྱོས་ཟེར་རེད་བ།

མི་ལ་མགོ་སྐོར་གཏོང་བ་དང་རྫུན་བཤད་པ་སོགས་ཀྱི་ཚིག་རྐྱང་གཅིག་ཀྱང་བྱས་མ་མྱོང་ཚིག་གཅིག་རེ་བ། ཨ་ནི་དེའི་བདེན་ཚིག་གི་བདེན་པ་ཡིན་ན་དེ་བདེན་པའི་བདེན་ཚིག་བདེན་པ་ཡིན་ན་དེ་རིང་གི་གྲུ་གཟིངས་འདི་ལས་བར་ཆོད་མེད་པ་དེ་ནི་ཐར་བར་ཤོག་ཟེར་ནས་ཁོང་གི་བདེན་ཚིག་བརྗོད་པ་དེ་བརྗོད་པ་དང་མཉམ་དུ་དེ་ནི་དཔེར་རླུང་ཚུགས་ཚང་མ་མེད་པ་ཆགས། དེ་ནས་གྲུ་གཟིངས་དེ་འཁོར་བདེ་བོ་བོ་ཅི་ནས་ཐག་སོང་རེད་ཟེར། ཨོ་དཔེ་ན་དེ་འདྲས་དེ་བྱས་དུས་འདི་བདེན་གྱི་ཚིག་ཟེར་གྱི་དེ་ཡོད་རེད་བདེན་ཚིག་སངས་རྒྱས་ཀྱི་གསུང་བྱ་བ་བདེན་ཚིག་ར་ད་ཡིན་ན་སངས་རྒྱས་གསུང་གི་བདེན་ཚིག་རེད་དེ་ང་རང་སོང་གི་བདེན་པ་མ་གཞི་རྫུན་མ་ཁྲ་དེ་ན་དེ་ནི་ཡང་ལས་ཀ་དེ་འགྲུབ་མི་འགྲུབ་ཤེས་གི་མ་རེད་ད་འདི་ལྡོག་པ་དེ་བདེན་ཚིག་དྲུག་ནས་སངས་རྒྱས་ཀྱི་གསུང་པ་ནང་ཤེས་ཤེས་ནས་ཤེས་རབ་སྙིང་པོ་གི་ནང་དུ་ད་སངས་རྒྱས་ག་རེ་གསུང་འདུག་གང་ལ་མི་རྫུས་པའི་ན་བདེན་པ་ཤེས་པ་བྱ་དེ་སུ་འདུག་གསུང་པ་ནང་ཤེས་བྱས་ནས། ཁ་གི་འདོན། སེམས་ཀྱི་མྱང་ལེན་བྱས། ནང་རྒྱུན་དུ་མེ་ལས་འགོ་སྐོམ་མ་གཏོང་རྫུན་མ་བཤད་དེ་འདྲས་བྱས་པ་ཡིན་ན། དེ་འདོགས་པ་འདོགས་ཐུབ་དགོས་ར། བརྒྱ་ཆ་བརྒྱ་ཐབས་པ། ཤེས་རབ་སྙིང་པོ་རེད་བ། རྒྱ་བསྒྱུར་གྱིས་འདོན་ན། ཆོ་ག་འདོན་ཤེས་ན་མ་ཤེས་ན་ཤེས་རབ་སྙིང་པོ་འདོན་འདོགས་པ་རྒྱག་གི་ཡིན་ན་འདོགས་ཐུབ་དགོས་རེད་འདོགས་པ་ག་རེ་གནས་པ་ག་རེ་ཡིན་ན་འདོགས་ཐུབ་དགོས་རེད་དེ་འདྲས་གང་ཡང་མེད་ན། ད་ཅིག། ཆོ་ག་གི་འདུལ་བ་སེམས་གཏིང་སུ་ཡོད་ཀྱི་རེད་བ་མ་གཏོགས། རྒྱ་ཆེན་པོ་ཡང་དཀའ་ལས་ཁག་པོ་རེད།

དེ་ནས་འདིར་སངས་རྒྱས་གསུངས་པ་ནང་བཞིན་གྱི་ཟློག་པ་རྒྱག་གི་ཡིན་ན་ད་ཟློག་པ་ག་རེ་ཡིན་ན་ཟློག་པ་དེ་ཟློག་ཐུབ་ཀྱི་རེད་བ་ཆོས་ག་རེ་ཡིན་ན་ག་ལ་བ་ཆོས་ཆེ་ཆེ་ཆུང་ཆུང་ག་རེ་ཡིན་ན་ཟློག་ཐུབ་ཀྱི་རེད། ད་ཡོངས་ཆེན་མོ་ཤི་རལ་གྱི་ཕ་རོལ་ཏུ་ཕྱིན་པ་ལ་ཕྱི་ནང་ཕྱག་མཚན་ཐོད་དུ་ནུས་པ་ལ་བརྟེན་བདག་གིས་བདེན་པའི་ཚིག་འདི་གྲུབ་པར་བྱོས་ཀྱི། ད་འདི་ཡང་ག་འདྲ་རེད་ཟེར་ན་ཇི་ལྟར་སྔོན་ལྷ་ཡི་དབོན་པོ་བརྒྱ་བྱིན་གྱིས་ཡོངས་ཆེན་མོ་ཤི་རལ་གྱི་ཕ་རོལ་ཏུ་ཕྱིན་པའི་དོན་གསང་མ་ཡན་ལག་ཚང་གི་ཚིག་ཁ་ཏོན་དུ་བྱས་པའི་ཐོད་དུ་ནུས་པ་ལ་བརྟེན་ནས། བདུད་སྡིག་ཅན་ལ་སོགས་པ་ཁྱིམ་བདག་པོ་དེ་བཞིན་དུ་འདི་ཡང་དག་གླིང་གི་སྐྱེས་བརྗོད་ཟེར་བདུད་སྡིག་ཅན་རྣམས་ཀྱིས་ལྷ་ཡངས་པོ་བརྒྱ་བྱིན་ལ་གནོད་པ་བྱས་ནས་དེ་ནི་བཟློག་མི་ཐུབ་དུས། སངས་རྒྱས་ལ་ཞུས་ནས་སངས་རྒྱས་ཀྱིས་དེ་ནི་ཤེས་རབ་སྙིང་པོ་གི་གསུང་བརྗོད་ནས་ལྷ་ཡངས་པོ་བརྒྱ་བྱིན་གྱིས་དེ་ནི་ཤེས་རབ་སྙིང་པོ་གི་དོན་ཟབ་མོ་ཡིད་ལ་བསམ། ཚིག་ཁ་ཏོན་དུ་བྱས་ནས་དེ་ནས་བསྡུ་བསྡིགས་ཅན་གྱི་གནོད་པ་ཐམས་ཅད་ཟློག་ཐུབ་སོང་བ་རེད། འོ་དེ། འོ། དེ་ད་ལྟ་ང་ཚོ། དེ་དེད་དཔོན་གྱི། ཅན་གྱིས། གསུངས་པ་ནང་བཞིན་རེད་བདེན་ཚིག་ཟེར་གྱི་དོན་འགྲུབ་འགྲོ་གི། བསྡུ་བསྡིགས་ཅན་ལ་སོགས་པའི་ཁྱི་མདོག་པ་དེའི་རྐྱེན་དུ་བདག་གིས་ཀྱང་ཉིན་གཅིག་མོ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་དོན་གསུངས་པ་ཡིན་ལགས་སམ་ཞེས་ཚིག་ཁ་ཏོན་དུ་བྱས་པའི་ཐོག་ཏུ་ནུས་པ་ལ་བརྟེན་ནས་དེ་ནས་བདག་ཁོག་ཙམ། ཅེས་པས་དྭངས་པའི་ཆོས་བསྒྲུབ་པ་ལ་སྤང་བྱ་མི་མཐུན་པའི་ཕྱོགས་ཐམས་ཅད་ཟེར། ད་དྭངས་པའི་ཆོས་བསྒྲུབ་པ་ལ་བ་ཆོས་བྱེད་མཁས་ས་གི་ར། ཆོས་བསྒྲུབ་པ་ལ་བ་ཆོས་བྱེད་མཁས་ས་གི་ར་མ་གཏོགས་པའི་གི་ཡང་འཇིག་རྟེན་གྱི་གཅིག། ཚོང་དང་བསོད་ནམས་དང་རྒྱུ་བཟོ་ཡ་དང་སོ་སོགས་ཀྱི་ཐོབ་གོ་ནས་ཐོབ་ཡ་དང་སོ་སོགས་ཀྱི་གཅིག། པ་ཏི་འདྲ་བོ་གཅིག། འཇིག་རྟེན་གྱི་ཕྱོགས་གཉིས་བཟུང་ནས་དེ་འབྲེལ་གྱི་པ་དྲི་ཆུ་ཐོབ་པའི་ཆེད་དུ་རེད་ཟེར་གྱི་ཡོད་མ་རེད། ཆུ་བསྒྲུབ་པ་ལ་ནི་མི་མཐུན་པའི་ཕྱོགས་ཐམས་ཅད་འཕགས་པ་དཀོན་མཆོག་སོ་ཡི་བཀའ་ཡི་བདེན་པས་བདེན་ཚིག་ཟེར་གྱི་འདུག་བརྗོད་གི་ཡོད་དཀོན་མཆོག་སོ་ཡི་བཀའ་ཡི་བདེན་པས་ད་ལྟ་ཉིད་དུ་ཆེར་འདོགས་པར་བྱེད་ཅིག་མེད་པར་བྱེད་ཅིག་ཞི་བར་བྱེད་ཅིག་རབ་ཏུ་ཞི་བར་བྱེད་ཅིག་ཟེར་ད་འདི་ལག་པ་འདི་རིགས་བརྒྱབ་དུས་གཡས་པ་དེ་ཉི་མ་གཡོན་པ་དེ་ཟླ་བ་ཡིན་བསམ་ནས་དེ་ཐད་པ་རུ་ལ་ཅིག་གནོད་པ་བྱེད་མཁན་གྱི་དགྲ་གི་མི་དང་མི་མ་ཡིན་པའི་སུ་ཡིན་པ་དེ་དག་ཐང་ཅིག་བརྩི་སོང་བསམ་བརྩི་ནས་དེ་ནི་དེ

ཇི་ལྟར་མོས་ཀྱང་འགྲུབ་གྱུར་ཅིག་ས་འདེགས་བསྔོ་བ་སྨོན་ལམ་བཀྲ་ཤིས་དེ་ལས་འདུ་བ་དེ་སོགས་ཀྱི་ཕྱིས་སུ་ད་བླ་མ་གོང་མ་ནང་མ་བཅུག་བྱ་བ་འདི་འདྲ་ཡིན་ས་རེད། ཨོ་དེ་ཅི་རེད་ད་འདི་ཡང་ང་ཚོ་ཤེས་རབ་སྙིང་པོ།

དེ་ནས་དེ་ཡང་ག་འདྲ་རེད་ཟེར་ན། ངོ་བོ་སྟོང་པ་ཉིད་རེད་ཟེར་དུས། ད་ཕྱི་རོལ་གྱི་སྣང་བ་དངོས་པོ་གང་ཡིན་པ་དེ་དག་ཐམས་ཅད་དེ་ནི་རང་གི་སེམས་ལས་ཐ་དད་དུ་མེད་པ། སེམས་ཡིན་པ། ད་ལྟ་ང་ཚོས་ལམ་འབྲས་ཀྱི་ནང་རྫུ་བ་སྣང་བ་སེལ་སྒྲུབ་བྱས། སེམས་དེ་ཡང་དེ་ནས་འབྱུང་གནས་བསྡམས་སོང་ཡང་ན་ཅིག་མཐའ་ཞིག་གི་སྐྱེ་བ་ཡོད་མེད་བརྟགས་ན། དེ་ནི། སྐྱེ་བ་མེད་པ། གནས་པ་མེད་པ་འགག་པ་མེད་པ་སྐྱེ་འགག་གནས་གསུམ་དུ་བྲལ་བ་འབྱུང་གནས་ལྡང་གསུམ་དུ་བྲལ་བའི་ཡུལ་དེ་ནི་གང་དུ་ཡང་མ་གྲུབ་པ་ཅིག་དཔེར་ན་གཟུགས་སྟོང་པའོ་ཟེར་གདུལ་བ་གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ་གཟུགས་ལས་ཀྱང་སྟོང་པ་ཉིད་གཞན་མ་ཡིན་ནོ་སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ་ཟེར་ཏེ། གང་དག། ཆོས་ཅན་གྱི་དངོས་པོ་འདི་དག་ཐམས་ཅད། སྣང་གཙང་གི་སྐུ་རྫོབ་ཏུ་ཡོད་བསྡད་རེད་དེ། དཔྱད་ན་གང་དེའི་མ་གྲུབ་པ་སྟོང་པ་ཉིད་རེད། སྟོང་པ་ཉིད་དེའི་ངང་ལས་ང་ཚོ་མ་ཤི་བའི་དབང་གིས་དེ་ནི་ཆོས་ཅན་གྱི་དངོས་པོ་འདི་དག་ཐམས་ཅད་ཚུར་སྣང་བ་ཡོང་གི་ཡོད་རེད། ཆོས་ཅན་དང་ཆོས་ཉིད་གཉིས་པོ་ཐ་དད་མ་རེད། དེ་བས། སྟོང་པ་ཉིད་ལས་ཆོས་ཅན། གཟུགས་ལས་གཟུགས་ཀྱི་ཆོས་ཉིད་སྟོང་པ་ཉིད་དེ་ཐ་དད་གཞན་མ་ཡིན། གཟུགས་ཀྱི་ཆོས་ཉིད་སྟོང་པ་ཉིད་དེ་ལས་ཆོས་ཅན་གཟུགས་དེ་གཞན་མ་ཡིན། འོ་དེ་འདྲ་བྱས་ཏེ་གང་དུ་ཡང་ད། མཐུ་ཆེན་གྱི་དངོས་པོ་འདི་དག་ཐམས་ཅད་གང་དུ་ཡང་མ་གྲུབ་པར། སྟོང་པ་ཉིད་རང། སྟོང་པ་ཉིད་རེད་ཟེར་ནས་ངོ་བོ་སྟོང་པ་ཉིད་ཟེར་ཐལ། ད་ངོ་བོ་སྟོང་པ་ཉིད་ཟེར་ནས་ཆུ། ཆུ་ཐམས་ཅད་གང་དུ་ཡོད་མེད། ཡིན་མ་ཡིན་བདེན་མི་བདེན་ལ་སོགས་པ་གང་དུ་ཡང་མ་གྲུབ་པར་དེ་འདྲ་བྱས་ལ། སྟོང་པ་ཉིད་ཟེར་གྱི་རེད། དེ་ནི་ངོ་བོ་སྟོང་པ་ཉིད་ཡིན་ན་གནས་ཚུལ་དེ་ག་ལ་རེ་བ་གང་དུ་ཡང་མ་གྲུབ་པ་བཞིན་མ་གྲུབ་པར་གནས་ཚུལ་དེ་འདྲ་ཞིག་ཡིན་ན་ནི། རྒྱུ་མཚན་མ་མེད་པར་མཚན་མ་ཟིན་ན་སྣང་རྟོག་གི་ཡོད་དོ་ཅོག་པ་ཞིག་བཤད་གི་ཡོད་ལ་མཚན་མ་ཟིན་ན། དཔེར་ན་ཡོད་པ་མེད་པ། དཀར་པོ་ནག་པོ་མེ་ལྷ་ཟེར་གྱི་འདྲ་བ་ཅིག་འདྲ་མི་འདྲ་སྣང་རྟོག་གི་ཡོད་དོ་ཅོག་ཐུག་པ་ཞིག་ལ་མཚན་མ་ཟེར་གི་ཡོད།

ད་ང་ཚོ། སྐུ་རྫོགས་ཀྱི་ཆོས་འདྲ་མི་འདྲ་སྣང་རྫོགས་ཀྱི་ཡོད་མ་འདྲ་མ་འདྲ་བ་ཤར་གྱི་འདུག་དེ་ལ་ཚད་མ་ཟེར་གི་དེ་འདྲས་མེད་པ་ད་རྒྱུ་ཚད་མ་མེད་པ། ད་རྒྱུ་ཚད་མ་མེད་པ་དེ་ཡིན་ན་སྣང་རྫོགས་ཀྱི་ཡོད་དུ་བརྗོད་ཀྱི་མེད་པ་ཚད་མ་ཡོད་པའི་ངོས་ནས་ཀྱི་ཚད་མ་གང་ཡང་མེད་ན་དེའི་ཐོབ་རྒྱུ་འབྲས་བུ་ཅི་ཡང་ཡོད་པ་རེད་འབྲས་བུ་དམན་པ་མེད་པ།

དེ་ནས་ལྟ་བ་དེ་ལ་གོང་ཤ་བྱས་ནས། ཚད་མ་གཅིག་མ་ཡིན་པ་ཡོད་ནི་ཡོད་ནི་བསྒོམ་བསྒོམ་བསྒོམ་ནས་གོང་ཤ་ཡག་པོ་ལེན་ནས་ཉག་ཉོག་འདྲ་བོ་ཤེས་སོང་ནས་དེ་ལས་བསྒོམ་པ། དེ་དེ་ཉོག་ཤ་ཡི་བསྒོམ་པ་དེ་ལ་རྗེས་ཐོབ་གལ་ཤོས་གཏོང་དགོས་ཀྱི་རེད་ཟེར་རྗེས་ཐོབ་འགྲོ་བའི་སྐབས་སུ་ད་ང་ཚོ་གཅིག་ག་རེ་མཐོང་ན་གཟུགས་མཐོང་སའི་ཚང་མ་དེ་ནི་གཞི་མ་ལྟ་བུ། དམར་ལམ་ནང་དུ་གཟུགས་ནང་གི་བདེན་པ་མི་འཛིན་པ། དེ་མཐོང་མཐོང་དགོས་ར། ང་ཚོས་མཐོང་དགོས་ར་ཅེས་རྗེས་ཐོབ་ཀྱི་སྐོར་འགྲོ་ཤ་ཉག་འདུག་གི་སྤྱོད་ལམ་ག་རེ་ཡིན་ན་དངོས་པོ་མཐོང་བརྗོད་ར་དེ་དག་ཚང་མ

གཞོལ་བ་འོག་ཁྱི་རལ། ཕ་རོལ་གྱིན་པ་ཡི་སྙིང་པོ་མཚོན་པའི་ཟབ་མོ་ནི། བདག་གི་ཤེས་ཡོན་མེད་ན་ཡང་བླ་མའི་གསུང་ཆ་མ་ངེས་པའི་དཔལ་གྱི་སྦོས་མ་མི་འདྲ་ཡི་འབྲེལ་བ་ལ་ལ་དེ་ཉུང་ས་ཞེས་བྲིས་ཏེ་ཕུལ་བས་དགེ་བ་ཡི། ཐུགས་དགོངས་རྫོགས་པའི་རྒྱུ་ཆོས་ཀྱི་སྐྱེས་པ་རྒན། འབོད། ཀུན་དགའ་དབང་ཕྱུག་གི། ཉིས་སྟོང་གཅིག། སྤྱི་ཟླ་གསུམ་པའི་ཚེས་དགུ། བོད་རྒྱལ་ལོ། ཉིས་སྟོང་གཅིག་ཕྱག་ཉི་ཤུ་རྩ་གཅིག་རབ་བྱུང་སྤྱི་འཐུས་ཀྱི་ལྕགས་སྒྲོག།